གཟིག་མོ་གླིང་གི་ཁུངས་ཁམས་བཟང། ཐེངས་འདི་ནི་བོད་ཀྱི་བང་ཆེན་གྱི་བདུན་རེའི་གལ་ཆེ་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་གསན་གཟིགས་གནང་བར་དགའ་བསུ་ཞུ། ང་གསར་འགྱུར་སྙན་སྒྲོན་པ་ཏིང་འཛིན་གྲྭ་བ་ཡིན། དེ་རིང་ནི་སྤྱི་ཟླ་དྲུག་པའི་ཚེས་བདུན་དང་རེས་གཟའ་པ་སངས་རེད། གཤམ་ལ་ཟ་ཧོར་དེའི་གལ་ཆེ་གསང་རྒྱུ་ཁག་ཅིག་ངོས་འབྲེལ་ཞུ་རྒྱུ་ཡིན། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་པའི་སློབ་ཕྲུག་གཙོས་པའི་ཆོས་ཞུ་བ་ལྔ་སྟོང་ལྷག་ལ་དབུ་མའི་ལྡེ་མིག་གིས་ཆོས་འབྲེལ་བསྩལ་བའི་སྐོར་དང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་གི་སྲིད་བློན་མུ་དྷི་སོགས་ལ་འོས་བསྡུའི་ཁྲོད་རྒྱལ་ཁ་ཐོབ་པར་འཚམས་འདྲི་གནང་བའི་སྐོར། གཞུང་ཆེན་རིས་མེད་གྲོས་གླེང་ལྷན་ཚོགས་ཐེངས་བདུན་པ་ཁམས་པ་སྒར་དུ་འཚོགས་པའི་སྐོར་དང། བོད་རྒྱལ་ཡོངས་བུད་མེད་རྐང་སྤོལ་རྩིས་མཁན་རྣམས་འཛམ་གླིང་བུད་མེད་ཀྱི་རྐང་སྤོལ་གཟེངས་རྟགས་ཀྱི་འགྲན་བསྡུར་ནང་མཉམ་ཞུགས་མ་ཐུབ་པའི་སྐོར། ཞི་ཅིན་ཕིང་གི་སྐྱེས་དམན་རྒྱ་ནག་གི་དམག་སྤྱིའི་སྐྱོ་དོན་གང་ཡིན་པའི་སྐོར་དང་ཧྥི་ལི་ཕིན་གྱི་རྒྱལ་ཁབ་ཀྱིས་རྒྱ་ནག་ལ་ཉེས་བརྡ་བཏང་བ་བཅས་ཀྱི་སྐོར་ལ་སྙན་སྒྲོན་ཞུ་རྒྱུ་ཡིན་པས་ཁྱེད་རྣམ་པས་གསང་རྒྱུའི་མུ་མཐུད་ནས་གཟེངས་བསུ་གནང་རོགས། ཟླ་འདིའི་ཚེས་གསུམ་ནས་བཞི་བར་དུས་ཡུན་གཉིས་ཀྱི་རིང་གོང་ས་མཆོག་གིས་རྡ་ས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་ཕྲུག་ཁྱིམ་སྡེའི་འཛིན་གྲྭ་དགུ་པ་ཡན་གྱི་སློབ་ཕྲུག་དང་མཐོ་རིམ་སློབ་གྲྭ་ཁག་ཏུ་སློབ་གཉེར་བྱེད་བཞིན་པ་བཅས་ཁྱོན་བསྡོམས་སློབ་ཕྲུག་གཅིག་སྟོང་ལྷག་དང་གཞན་ཡང་རྒྱལ་ཁབ་ལྔ་བཅུ་ང་བདུན་ནས་ཕེབས་པའི་ཆོས་ཞུ་བ་དང་བཞུགས་སྒར་ཁུལ་གྱི་སེར་སྐྱ་མི་མང་བཅས་ཁྱོན་བསྡོམས་ཆོས་ཞུ་བ་ལྔ་སྟོང་ལྔ་བརྒྱ་བརྒལ་བ་ལ་དབུ་མའི་ལྡེ་མིག་དང་བྱང་སྡོམ་གྱི་ཆོས་འབྲེལ་བཀའ་དྲིན་བསྩལ་ཡོད་པ་རེད། སྐབས་དེར་གོང་ས་མཆོག་གིས་ཁོང་ཆུང་དུས་སུ་ཏཱ་ལའི་བླ་མའི་བཞུགས་ཁྲིའི་སྒང་དུ་བཞུགས་ཀྱི་ཡོད་ཀྱང་དཔེ་ཆ་སྐྱོར་དུས་བློ་རིག་དང་རྟགས་རིགས་ཀྱི་སྡོམ་ཧུར་ཐག་བར་ཐག་གིས་བསྐོར་ཡོད་པ་དང། ཆུང་དུས་སུ་བློ་རིག་དང་རྟགས་རིགས་ཀྱི་དོན་དག་མ་ཤེས་ན་ཡང་བློ་ལ་བཟུང་བར་བརྟེན་རྗེས་སུ་དགེ་རྒན་གྱིས་ཚིག་འགྲེལ་གྱི་སྐྱོན་དུས། ཕན་ཐོགས་ཡོད་པ་སོགས་གསུང་གི་ཡོད་པ་དང་བོད་པ་ཚོས་ཆུང་དུས་ནས་བློ་རིག་དང་རྟགས་རིག་གི་སྡོམ་བློ་ལ་བཟུང་སྟེ་སློབ་སྦྱོང་བྱེད་དགོས་པ་སོགས་ཀྱི་བཀའ་སློབ་སྩལ་བ་མ་ཟད་བོད་མིའི་བཙན་བྱོལ་བའི་ཚོའི་ནང་དུ་རིགས་ལམ་གྱི་འགྲོ་སྟངས་ཐོག་ནས་བསྟན་པ་ཉམས་པ་སོར་ཆུད་དང་མི་ཉམས་གོང་འཕེལ་བྱས་བ་བརྒྱུད་ནས་རྒྱ་ནག་ཏུ་ཐོས་བསམ་ཡ་མ་བྲལ་བ་ཞིག་ཡོང་རྒྱུ་ང་ཚོའི་ལས་འགན་རེད་ཅེས་གསུངས་པ་དང། མགོན་པོ་གང་གི་རྗེ་བཙུན་འཇམ་པའི་དབྱངས་དང་འབྲེལ་བའི་གཏམ་རྒྱུད་གཅིག་དང་སྦྲགས། སློབ་ཕྲུག་ཚོའི་ཆོས་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ་གོང་ནས་གོང་དུ་འཕེལ་བའི་དོན་དུ་འཇམ་པའི་དབྱངས་ཀྱི་གཟུངས་སྔགས་ཨ་ར་བ་ཛ་དྲངས་ནས་རྗེ་བཙུན་འཇམ་པའི་དབྱངས་ལ་གསོལ་བ་འདེབས་པ་དང་སློབ་སློབ་སྦྱོང་ཧུར་ཐག་བྱེད་དགོས་པའི་ལམ་སྟོན་བཀའ་སློབ་གནང་སོང། སྤྱིར་ན་ལྔ་པའི་ཚེས་དྲུག་ཉིན ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནས་རྒྱ་གར་གྱི་སྲིད་བློན་མུ་དྷི་ལ་ཐེངས་འདིའི་འོས་བསྡུ་ཁྲོད་བི་ཇེ་པི་སྲིད་དོན་ཚོགས་པ་དང་དམངས་གཙོ་མཉམ་འབྲེལ་སྲིད་དོན་ཚོགས་པར་རྒྱལ་ཁ་ཐོབ་པར་འཚམས་འདྲིའི་གསུང་འཕྲིན་གནང་འདུག་ལ་འཚམས་འདྲིའི་ནང་དུ་རྒྱ་གར་གྱིས་འཛམ་གླིང་གི་དམངས་གཙོའི་རྒྱལ་ཁབ་ཆེ་ཤོས་ཀྱི་འགན་འཁུར་བཞིན་པའི་མངགས་བཅོལ་དང་འོས་བསྡུ་དེ་ལ་བརྟེན་ནས་རྒྱ་གར་གྱི་མི་དམངས་ཀྱི་དམངས་གཙོ་ལ་རིན་ཐང་ཆེན་པོ་འཇོག་གི་ཡོད་པའི་སྐོར། དེ་བཞིན་རྒྱ་གར་གྱི་གནའ་བོའི་དཔལ་ཡོན་དེའི་ཐུན་མིན་གྱི་ཁྱད་ཆོས་གཙོ་བོ་ནི་ཚད་མའི་སྙིང་རྗེ་ཡིན་པ་དང་རྒྱལ་ཁབ་གཞན་ཚོའི་ཁྲོད་ནས་རྒྱ་གར་ནི་མགོ་ཁྲིད་མཁན་ཞིག་ཏུ་ངོས་འཛིན་བྱེད་མཁན་མང་དུ་འགྲོ་བཞིན་པ་རྒྱུན་བུ་གང་གི་བོད་མི་རྣམས་ཀྱི་ཚབ་ཞུས་ཏེ་རྒྱ་གར་གཞུང་མང་གཉིས་ཀྱི་བོད་མིའི་སྣེ་ལེན་དང་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་གསུངས་གནང་བ་མ་ཟད་རྒྱ་གར་གྱི་བྱམས་བརྩེའི་སྒོ་ནས་སྣེ་ལེན་གནང་བར་བོད་མི་ཚོས་རང་དབང་དང་ཞི་བདེའི་ངང་ནས་གནའ་བོའི་རིག་གཞུང་རྒྱུན་འཛིན་དང་རྒྱ་གར་གྱི་མི་རབས་གསར་པའི་ཚོའི་ཁྲོད་དུ་གནའ་བོའི་རྒྱ་གར་གྱི་རིག་གཞུང་ལ་དོ་སྣང་དང་གོ་རྟོགས་ཡོང་བ་བྱེད་ཐུབ་པའི་སྐོར་སོགས་གསུངས་འདུག་གཞན་ཡང་སྲིད་བློན་གྱིས་ལས་ཡུན་གསར་པ་བཞེས་རྒྱུའི་གྲ་སྒྲིག་བྱེད་བཞིན་པའི་མཚམས་འདིར་རྒྱལ་ཁབ་ཆེན་མོའི་དེའི་མི་དམངས་ཀྱི་རེ་འདོད་སྐོང་བའི་སླད་དུ་འབྱུང་འགྱུར་འཕྲད་ཟིན་པའི་དཀའ་ངལ་མཐའ་དག་གདོང་ལེན་གནང་ཐུབ་པའི་སྨོན་འདུན་ཞུ་རྒྱུ་ཡིན་ཞེས་གསུངས་འདུག་དེ་བཞིན་ཨ་རུ་ན་ཅལ་གྱི་སྤྱི་ཁྱབ་བློན་ཆེན་དང་འབྲས་ལྗོངས་ཀྱི་སྤྱི་ཁྱབ་བློན་ཆེན་བཅས་ཀྱིས་སྲིད་དོན་ཚོགས་པར་རྒྱལ་ཁ་ཐོབ་པར་གོང་བཞིན་བསམ་འདྲིན་གནང་འདུག་གཞན་ཡང་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ནས་ཀྱང་གོང་གི་དབུ་ཁྲིད་རྣམས་ལ་འཚམས་འདྲི་གནང་ཡོད་པ་རེད། ཟླ་བ་འདིའི་ཚེས་གསུམ་ཉིན་ཆོས་རིག་ལས་ཁུངས་ནས་གོ་སྒྲིག་ཞུས་པའི་རིས་མེད་གྲོལ་གླིང་ཐེངས་བདུན་པ་དེ་བཀྲ་ཤིས་ལྗོངས་ཁམས་པ་སྒར་འབྲུག་མཐོ་སློབ་དར་མ་འགའ་རེའི་གཙུག་ལས་སློབ་གཉེར་ཁང་དུ་འཚོགས་འདུག་པ་དང་ཐེངས་འདིར་བརྗོད་གཞི་ཚད་མའི་གཞུང་ལུགས་ཀྱི་བསྟན་དོན་འགའ་ཞིག་གི་ཐོག་རིས་མེད་ཆོས་སྡེ་ཁག་གི་མཁན་སློབ་དགེ་བཤེས་རྣམས་ཀྱིས་དཔྱད་རྩོམ་གྲོལ་གླེང་གནང་རྒྱུ་ཡིན་འདུག་གྲོལ་གླེང་དབུ་འབྱེད་མཛད་སྒོའི་སྐབས་སུ་སྐུ་མགྲོན་གཙོ་བོ་ཁམས་པ་སྒར་གྱི་དབུ་འཛིན་སྐྱབས་རྗེ་ཁམས་སྤྲུལ་རིན་པོ་ཆེ་མཆོག་དང་དམིགས་བསལ་སྐུ་མགྲོན་བོད་མི་སྒྲིག་འཛུགས་ཆོས་རིག་ལས་ཁུངས་ཀྱི་དྲུང་འཕར་ཀུན་དགའ་རྒྱལ་མཚན། ཁམས་པ་སྒར་འབྲུག་མཐོ་སློབ་དར་མ་ཀ་རའི་གཞུང་ཆེན་རིས་མེད་གྲོལ་གླིང་ཐེངས་བདུན་པའི་གོ་སྒྲིག་ཚོགས་ཆུང་གི་ཚོགས་གཙོ་མཁན་པོ་བསོད་ནམས་དབང་རྒྱལ་དབུས་པའི་དགོན་ཁག་གསུམ་སོ་གཉིས་ནས་དགེ་འདུན་པ་དང་བཙུན་མ་གྲངས་ཉིས་བརྒྱ་ལྔ་བཅུ་ཙམ་མཉམ་ཞུགས་གནང་ཡོད། ཆོས་རིག་ལས་ཁུངས་ཀྱི་གྲོས་གླེང་གི་ལས་གཞིའི་དེ་ནི་གཙོ་བོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཆོས་ཚོགས་ཐེངས་བཅུ་གཅིག་པའི་ཐོག་ཕེབས་པའི་བཀའ་སློབ་དགོངས་དོན་དང། བོད་ཀྱི་ཆོས་བརྒྱུད་བར་མཐུན་སྒྲིལ་དང་གུས་བརྩི་ཆོས་དད་ངོ་སྤྲོད་ཡོང་རྒྱུ་སོགས་ལ་དམིགས་ཏེ་ཕྱི་ལོ་ཉིས་སྟོང་བཅོ་ལྔ་ནས་བཟུང་བསྐོང་ཚོགས་གནང་བཞིན་པ་རེད་འདུག། སྤྱི་ཟླ་དྲུག་པའི་ཚེས་ལྔ་དགོང་མོར་བོད་རྒྱལ་ཡོངས་རྩེད་རིགས་ཚོགས་པའི་བརྒྱུད་ལམ་ཐོག་ཏུ་གསལ་བསྒྲགས་སྤེལ་གསལ་ལྟར་ན། བོད་རྒྱལ་ཡོངས་རྩེད་རིགས་ཚོགས་པའི་ལོ་དེའི་སྤྱི་ཟླ་གསུམ་པའི་ནང་རྩེད་འགྲན་པ་བསྡུ་རུབ་གནང་རྒྱུའི་གསལ་བསྒྲགས་སྤེལ་ནས་ཟླ་བ་བཞི་པའི་ཟླ་མཇུག་ཏུ་རྩེད་འགྲན་པ་བསྡུ་རུབ་ཀྱི་ལས་དོན་འགག་གྲུབ་ཅིང་ཕྱི་ཟླ་དྲུག་པའི་ཚེས་གསུམ་ནས་བརྒྱད་བར་ཉིན་གྲངས་དྲུག་གི་རིང་ནོར་ཝེ་ཉིས་སྟོང་ཉིས་གསབ་བཞི་ལོའི་ཀོ་ནི་ཧྥེ་འཛམ་གླིང་བུད་མེད་ཀྱི་རྐང་སྤོལ་གཟེངས་རྟགས་ཀྱི་འགྲན་བསྡུར་ནང་མཉམ་ཞུགས་བྱེད་རྒྱུའི་གྲ་སྒྲིག་ཆ་ཚང་ཚར་ཡོད་ན་ཡང། ནོར་ཝེ་གཞུང་གིས་མཐོང་ཆེན་དུས་ལྟར་མ་འགྲིབ་པའི་དབང་གིས་མཉམ་ཞུགས་གནང་ཐུབ་མེད་པ་རེད་འདུག་ད་ལྟའི་ཆར་ཁོང་རྣམས་ལ་དྭགས་ཀྱི་རྐང་སྤོལ་འགྲན་བསྡུར་ནང་མཉམ་ཞུགས་ཆེད་རྒྱ་གར་བྱང་ཕྱོགས་ལ་དྭགས་སུ་འབྱོར་ཡོད་འདུག་གཞན་ཡང་བརྒྱུད་ལམ་ཁག་ཏུ་གནས་ཚུལ་སྤེལ་གསལ་ལྟར་ན། པཱ་ལ་སེར་གྱི་བུམ་པའི་རྐང་སྤོལ་འགྲན་བསྡུར་ཐེངས་དང་པོ་དེ་ཟླ་དེའི་ཚེས་བཅུ་དྲུག་ནས་ཉིན་གྲངས་བཅུའི་རིང་ལྡེ་ར་ལྡུན་དོན་གྲུབ་གླིང་དུ་འཚོགས་རྒྱུའི་གནས་ཚུལ་ཐོན་འདུག་ཐེངས་འདིའི་རྩེད་འགྲན་ནང་བལ་ཡུལ་དང་རྒྱ་གར་གྱི་ས་གནས་གང་ས་ནས་ཕེབས་པའི་རུ་ཁག་བཅུ་གསུམ་མཉམ་ཞུགས་གནང་རྒྱུ་དང་རྩེད་འགྲན་པ་ཚང་མ་ལོ་ན་བཞི་བཅུ་བརྒལ་བ་ཤ་སྟག་ཆགས་ཡོད་འདུག་རྩེད་འགྲན་དེའི་དམིགས་ཡུལ་གཙོ་བོ་ནི་ལོ་ན་བཞི་བཅུ་བརྒལ་མཁན་ཚོའི་འཕྲོད་བསྟེན་ཡར་རྒྱས་གཏོང་རྒྱུའི་ཆེད་དུ་ཡིན་པ་དང་མ་འོངས་པར་ལོ་ལྟར་འཛམ་གླིང་ཨ་ཕའི་ཉིན་མོ་དང་སྟབས་བསྟུན་ནས་རྩེད་འགྲན་འཚོགས་འཆར་ཡོད་འདུག་ཟླ་བ་དེའི་ཚེས་གཉིས་ཉིན་རྒྱ་གར་གྱི First Post གསར་ཁང་གིས་གནས་ཚུལ་སྤེལ་གསལ་ལྟར་ན་རྒྱ་ནག་ནང་དུ་ཞི་ཅིང་ཕིང་གི་སྐྱེས་དམན་རྒྱ་ནག་གི་ཏང་སྲིང་དམག་གསུམ་གྱི་ནང་ནས་དམག་སྡེའི་ཁྲོད་ཀྱི་དམག་སྤྱི་ལ་བསྐྱོད་ཡོད་པ་དེར་དྲ་ལམ་ཐོག་གླེང་སློང་ཆེན་པོ་བྱེད་བཞིན་ཡོད་འདུག་པ་དང། ཉེ་ཆར་ཞི་ཅིན་ཕིང་གིས་སྐྱེ་དམན་རྒྱ་ནག་ནང་དམག་གི་མཐོ་སློབ་ཁག་ཏུ་ལྟ་སྐོར་དུ་ཕྱིན་ནས་ཚད་མཐོའི་ནུས་པ་དེ་དམག་མིའི་རུ་ཁག་ཁག་ལ་ཉམས་ཞིབ་ཆེད་དུ་ཕྱིན་ཡོད་འདུག་འོན་ཀྱང་ཁོ་མོའི་སྔོན་ཆད་དམག་དོན་དང་འབྲེལ་བའི་སྐོར་སློབ་སྦྱོང་བྱེད་མྱོང་ཡོད་མི་འདུག་ཀྱང་ཐ་ན་དམག་སྤྱིར་བསྐྱོད་ནས་དམག་དཔོན་རྣམས་ལ་དམག་དོན་དང་འབྲེལ་བའི་གནད་དོན་སྐོར་རྟོག་ཞིབ་བྱེད་བཞིན་པའི་པར་དང་བརྙན་སོགས་དྲ་ལམ་ནང་ཁྱབ་ནས་མི་མང་ཁྲོད་གླེང་སློང་ཆེན་པོ་བྱེད་བཞིན་ཡོད་འདུག། མོ་ད་ལྟ་རྒྱ་ནག་གི་ཆེས་མཐོའི་དམག་དོན་ལྷན་ཚོགས་ནང་ཡོད་འདུག་པ་དང་ཞི་ཅིང་ཕིང་ཁོ་རང་ལྷན་ཚོགས་དེའི་ནང་གི་ཚོགས་མི་ཡིན་འདུག་དམག་དོན་ལྷན་ཚོགས་དེ་ནས་ཞི་ཅིང་ཕིང་རང་ཉིད་ལ་བློ་དཀར་གཞུང་དྲང་ཅན་གྱི་དམག་སྤྱི་གཅིག་ཀྱང་རག་གི་མེད་པ་དང་ལྐོག་ཟ་རུལ་སུངས་ཀྱི་ཉེས་མིང་འོག་ནས་དམག་སྤྱི་མང་པོ་ཞིག་འཛིན་བཟུང་བཀག་ཉར་བྱས་ཡོད་འདུག་ལ། འདས་པའི་ཟླ་བ་ག་ཤས་ནང་རྒྱ་ནག་གི་དམག་སྤྱིའི་མཐོ་གྲས་ཁྱོན་བཅོ་ལྔ་ལས་གནས་ནས་གནས་དབྱུང་བཏང་ཡོད་འདུག་ཞི་ཅིན་ཕིང་གི་སྐྱེས་དམན་ད་ལྟ་ལོ་དྲུག་ཅུ་རེ་གཉིས་ཡིན་འདུག་པ་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་བཞི་ལོར་བཅིངས་འགྲོལ་དམག་གི་ནང་གཞས་གཏོང་མཁན་ཡིན་འདུག་ཅིང་ཕྱི་ལོ་ཉིས་སྟོང་དགུ་ལོར་སྤྱིར་བཏང་གི་དམག་སྤྱི་ཞིག་གི་གོ་གནས་ཐོག་ཡོད་འདུག་དེའི་རྗེས་བཅིངས་འགྲོལ་དམག་གི་སློབ་གྲྭ་དེ་འདྲའི་ནང་སྒྱུ་རྩལ་སློབ་ཁྲིད་ཀྱི་ལས་ཀ་བྱེད་མྱོང་ཡོད་འདུག་ད་ཆར་ཁོང་མོ་རྒྱ་ནག་གི་ཚད་མཐོའི་དམག་སྤྱི་ཞིག་ཆགས་ཡོད་འདུག་པར་བརྟེན་དམག་སྤྱི་སུ་འདྲ་ཞིག་གིས་ཐོབ་གོ་ས་འཛིན་འགྱོད་ན་ཁོང་མོའི་ལག་འོག་ནས་ཏང་ལ་བློ་དཀར་གཞུང་དྲང་ག་ཚོད་ཡིན་མིན་གྱི་ཚོད་ལྟ་བྱས་ནས་འགྲོ་དགོས་ཀྱི་ཡོད་འདུག་ད་ལྟའི་རྒྱ་ནག་གི་དམག་མིའི་ཁྲོད་ལྐོག་ཟ་རུལ་སུངས་ཀྱི་རྐྱེན་པས་དཀའ་ངལ་མང་པོ་ཞིག་འཕྲད་བཞིན་ཡོད་འདུག་ལ། ཞི་ཅིང་ཕིང་རང་ཉིད་ལ་ཡིད་ཆེས་མེད་པའི་རྐྱེན་གྱིས་ཁོང་རང་ཉིད་ཀྱིས་སྐྱེས་དམན་དམག་སྤྱི་ལ་བསྐྱོད་དགོས་བྱུང་ཡོད་པར་བརྗོད་བཞིན་འདུག། ཕྱི་ཚེས་གཉིས་ཉིན་བྷི་བྷི་སི་གསར་ཁང་གི་གནས་ཚུལ་སྤེལ་གསལ་ལྟར་ཉེ་ཆར་རྒྱ་ནག་གིས་ཧྥི་ལི་པིན་རྒྱལ་ཁབ་ཀྱི་མངའ་ཁུལ་བདག་བཟུང་བྱེད་ཐབས་བྱེད་ཀྱི་ཡོད་པའི་རྐྱེན་གྱིས་ཧྥི་ལི་པིན་སྲིད་འཛིན་གྱིས་མངའ་ཁུལ་དེའི་ནང་ཧྥི་ལི་པིན་གྱི་མི་གཅིག་ལ་ཤི་སྐྱོན་བྱུང་སོང་ན་མཇུག་འབྲས་ངན་པ་ཞིག་ཡོང་རྒྱུ་ཡིན་པའི་ཉེས་བརྡ་བཏང་ཡོད་འདུག། དེ་ཡང་བདུན་ཕྲག་སྔོན་མའི་གཟའ་པ་སངས་ཉིན་སིང་ག་པུར་ནང་དུ་འཛམ་གླིང་གི་རྒྱལ་ཁབ་མང་པོའི་དེ་ཚོ་ལས་ཚོགས་ཤིག་ཚོགས་པའི་སྟེང་གཏམ་བཤད་བྱེད་དུས་ཉེན་བརྡ་དེ་བཏང་ཡོད་འདུག་ཨ་རིས་བདེ་སྲུང་དྲུང་ཆེ་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་གྱི་བདེ་འཇགས་ནི་ཨ་རིས་འགན་འཁུར་ཆེ་ཤོས་བྱེད་ས་ཞིག་ཡིན་པ་དང་མངའ་ཁུལ་དེ་བདེ་འཇགས་སྲུང་སྐྱོབ་ཡག་པོ་ཐུབ་ན་ཨེ་ཤེ་ཡའི་ཁྱོན་ཡོངས་ཀྱི་བདེ་སྲུང་ཡག་པོ་བྱེད་ཐུབ་པ་རེད་སོགས་བརྗོད་ཡོད་འདུག། འདས་པའི་དུས་ཡུན་ནང་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་ནང་རྒྱ་ནག་དང་ཧྥི་ལི་པིན་གཉིས་བར་རྩོད་རྙོག་ཐེངས་མང་བྱུང་ཡོད་པ་མ་ཟད། ཉེ་ཆར་རྒྱ་ནག་གི་གྲུ་གཟིངས་ཤིག་གིས་རྐང་བཙུགས་ནས་ཆུ་གཏོར་ཏེ་ཧྥི་ལི་པིན་གྱི་དམག་མི་ཞིག་ལ་རྨས་སྐྱོན་བཏང་བ་སོགས་བྱས་ཡོད་འདུག། གཟིགས་མོ་བ་ལྷན་རྒྱས་བསྡུས་གྲྭ་དེའི་གལ་ཆེ་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་དེ་གར་མཇུག་སྒྲིལ་བ་ཡིན་གལ་ཏེ་ལྷན་རྒྱས་ནས་བོད་དང་རྒྱལ་སྤྱིའི་གསར་འགྱུར་རྒྱས་པ་ཁག་གསན་གཟིགས་གནང་འདོད་ཡོད་ཚེ་ངོ་དེབ་དང YouTube དེ་བཞིན Instagram བཅས་ཀྱི་ཐོག་ལ་བོད་ཀྱི་བང་ཆེན་ཡང་ན Tibet Express དྲ་ཚིགས་ཐོག་ནས་གསན་གཟིགས་གནང་རྒྱུ་ཡོད་ལ། དེ་བཞིན་སྒྲ་སྒམ་ཉེས་ཆད Spotify བརྒྱུད་ནས་བོད་ཀྱི་བང་ཆེན་གྱི་ཆེད་སྤྱོད་དང་བྱིས་སྒྲུང་བཅས་ཀྱི་ཐོག་སྙན་སྒྲོན་ཞུ་བཞིན་པ་ཡིན་པས་དེ་དོན་ལྷན་རྒྱས་ནས་དགོངས་འཇགས་གནང་རོགས། ང་ཚོའི་རྗེས་མའི་ལེ་ཚན་ནང་ཡང་བསྐྱར་མཇལ་ཡོང་བཀའ་དྲིན་ཆེ།